བདུད་ཅན་མཁས་པའི་མཆན་ག་རེ་ཟེར་ན། བཅོམ་ལྡན་འདས་བླ་གཡུལ་བླ་སུམ་ཅུ་སོ་སུམ་ཅུ་རྩ་གསུམ་བླ་གཡུལ་ཟེར་བ་ཅིག་ཡོད་རེད་བཅོམ་ལྡན་འདས་དག་ཕེབས་རྗེས་དེ་ནས་བདག་གིས་གསུང་བྱས་ན་ཡང་དང་ཁོ་རང་གི་ཡུམ་ཡོད་རེད་བ། འདི་ཡང་གསུང་བྱས་ན་ཡང་ཅིག་ཨན་དང་གོ་བ་ལས།

པར་བས། ཚུར་བས། ག་བ་ཡོད་རེད་ཟེར་ན། འདི་དམིགས་བསལ་གཅིག་ཟ་བྱས་ན་དམིགས་བསལ་མ་རེད། ངོ་ནས་ང་ཚོས་སངས་རྒྱས་དགེ་ཚེ་ནས་དམིགས་བསལ་གྱི་ས་ཆའི་ནང་གཅིག་འགྲོ་ཡས་དང་བསྟར་པ་གཅིག་གཏོགས་ཚར་ན། ས་ཆ་དམིགས་བསལ་འགྲོ་ཡས་དེ་གལ་ཆེན་ཡོད་མ་རེད། ལ་ཡུལ་ཟེར་བ་འདི་དང་བདག་པོ་ཤིང་ཟེར་བ་འདི་སེམས་ཀྱི་དྲན་འདུན་ཡོད་རེད། སེམས་ཀྱི་དྲན་འདུན་གྱི་ཡོན་ཏན་འདྲ་བ་ཅི་རེད། ང་ཚོས། ལྟར་བ་དང། སངས་ཡིག་གི་གོ་འཕང་གསལ་བ་ཅི་ཡོད་རོ། ལྟར་བ་དང་སངས་ཡིག་གི་གོ་འཕང་གསལ་བ་འདི་ཡང། མིག་སེར་ས་ཆེ་ད་པ་རེད་ཚུལ་རེད་ཡོད་མ་རེད། ཀོ་སེམས་ཀྱི་ཐན་དུ་ཡོད་རོ་སེམས་ཀྱི་ཐན་དུ་ཡོད་རེད་ས་སོ་སེ། ང་ཚོས་སེམས་ཀྱི་ཐན་དུ་ཟེར་ན་ཀོ་སེམས་ཀྱི་ཡུན་དུ་འདའ་བ་ཅི་རེད་རོ། སེམས་ཀྱི་ཡུན་དུ་ག་རེད་ཟེར་ན་ང་ཚོ་ནམ་རྒྱུན་ཉོན་མོངས་ཡོད་རོ་ད་རོ་ཡ། འདོད་ཆགས་ཞེ་སྡང་གྲི་མུག། ཉོན་མོངས་ན་བཟོད་བསྐོ་བ་ལ་བསྐོ་གི་ཡོད་རེད་བ། ད་གཞན་དབང་མེད་པའི་ཆེད་ད་ལས་དང་ཉོན་མོངས་གཞན་དབང་ཆེན་ཟེར་གི་རང་ང་ཚོས་རང་གི་དབང་ཆེན་མེད་པའི་ཆེད། དབང་ཆེན་དེ་འཚོལ་བ་ལ་ལས་དང་ཉོན་མོངས་ཡོད་རེད་ཟེར་བ་ཡ་ང་ཚོ་གཉིས་མ་གཅིག་གཅིག་གནང་གི་ཡོད་ན།

ཡང། ང་ཁྱེད་བུ་གོ་གི་རེད་བསམ་གི་ཡོད་རེད་བ། མི་ཁྱེད་བུ་འདི་མེ་བུ་གསོད་གི་རེད་བསམ་གི་རེད་བ། ཡིན་ནའང་ཧོབས་ཁ་ལ་ཡོང་གི་མི་འདུག་བ། འདིའི་ཁྱིམ་གཟུགས་སམ་གཡག་པོ་འདིའི་བསམ་སྟངས་དགོས་གི་རེད་གང་ཡིན་ཟེར་ན། འདིའི་འཚོ་བ་འདི་ལས་དང་ཉོན་མོངས་ཀྱིས་བང་གི་རེད་ཟེར་བ་དང། ད་བང་ཆེན་ཟེར་བ་འདི་བང་ཆེན་ང་ཚོས་བརླག་པ་ལ་ཡོད་མ་རེད། བང་ཆེན་འདི་ལས་དང་ཉོན་མོངས་ཀྱིས་བརླག་པ་ལ་ཡོད་རེད།

ཁ་ཐུག་མར་བ། བྱས་ཙང་ཤི་ཡག་གི་དུས་དང། ནག་ཡོང་ན་ཚ་གི་དུས་དེ། མི་ཟ་ཁ་ཐུག་མི་འདྲ། ཀོ་ཡེན་སྔ་ཁོ་ཀླད་དང་ཉོན་མོངས་ཀྱི། བང་གི། རེད། ཀླད་ཀྱི་ཀླད་ལ་དད་ན་སྔ་སེ་ནག་གི་རེད། ཀླད་ལ་དད་ན་མཚམས་མཚམས་སེམས་མི་སྐྱིད་པོ་ཚོད་གི་རེད། ཡང་མཚམས་མཚམས་ཉོན་མོངས་ཀྱི་བང་གི་མི་སྐྱིད་པོ་ཚོད་གི་རེད་བ། ནི་སྔ་ས་ཧ་གི་རེད་བ། བྱས་ཙང་གཅིག་ཧོབ་སྐལ་ཡག་གཅིག། ཀོང་དོ་ཡག་པོ་གཅིག་ཚགས་ན། དེ་ནི་སེམས་དཔའ་ཁྲུས་དྲུག་རོ། སེམས་མི་གསལ་བ་གྱིས་ཆགས། འདི་གང་ལ་མི་སྐྱིད་པ་གྱིས་ཆགས། སེམས་ཀྱི་སེམས་ཀྱི་ཤི་དེ་པདྨ་དྲུག་རོ། ཟས་གཙང། ང་ཟ་ཁ་རེ་བསྲེག་རེ་ཟ་ན། འདི་ཀླད་དང་ཉོན་མོངས་ཡོད་ན། དེ་ནས་སྡུག་བསྔལ་འདི་འཕང་འཁྲུགས་མ་རེད། སྡུག་བསྔལ་ག་དུས་ན་ཅིག་ཡོང་སྲིད་ཀྱི་རེད། ད་མཚམས་མཚམས་ལ་ནམ་ཞིག་གི་རྐྱེན་ལ་བརྟེན་ནས། ང་ཚོ་མཚམས་མཚམས་ལ་བྱམས་པ་འདའ་བ་ཞིག་གནང་གི་ཡོད་རེད། ཡིན་ཡང་ནང་གི་རྒྱུད་དག་ཅི་ཡོད་ཏན་ཏན་གྱི་ཡོད་གེར་བ་དག་སྣང་ལུགས་ཀྱི་རྒྱུད་མེད་ན། དེ་ནས། བྱམས་པ་སྣ་ཚོགས་ཡུངས་ཐུང་མ་ར་ཞེས་བཟང། དཔྱིད་ཀྱི་རྐྱེན་དང་ནང་གི་རྒྱུད་ཏན་ཏན་གྱི་ཡོད་རེད་ད་ནང་གི་རྒྱུད་ཟེར་བ་འདི་འཚོ་བ་འདི་ལས་དང་ཉོན་མོངས་རེད་ཟེར་བ་སྡུག་ཉག་ཉོན་ཨ་ཀྱི་བྱེད་དུ། ད་སྡུག་ཉག་འདི་མེད་པའི་ཚོད་ཡོད་ན། དེ་ནས།

དཀའ་ཐུབ་ར། ད་ཕེབས་ལབ་བསམ་ན་དཀའ་ཐུབ་མ་རེད་ཡིན་ན་ཡང་དཔེར་ན། དང་པོ། དང་པོ། བདུད་རྩི་གཅིག་ལྟར་བསྲེས་ན་འདི་བསྲེས་ན་དཔེར་ན་དང་པོ། ཉི་མ་གཅིག་བསྟད། དཀོན་ནོར་གཅིག་ཟག་བྱས་ར་ཡིན་བསམ་ན་ཡོང་ཡོང་ཡིན་སྲིད་རེད་ཡོང་གི་ར་མ་ཟད། སང་ཙང་ནི་མི་གཅིག་བསྟད། ཨོ་ད། བདུད་རྩི་ཀ་ཤས་ཀྱི་རིང་ལ་བསྟད། ཤུན་གཅིག་དཀོན་ནོར་གཅིག་ཟག་བྱས་འདི་ནས་སེམས་འཁྲུལ། དེ་ལྟར་མི་དྲག་བྱས་བརླག། ཨེ་མི་ཤན་པ་འདི་ཡང་མི་སྐྱིད་པ་ཆགས། སོ་སོའི་དགོངས་དག་སེམས་དགྲ་བྱས་ཨ་ཀ། ད་དེ་ཡག་པ་རེད་མ་སོང་དེ་ཡག་པ་རེད་མ་སོང་བསམ་བྱས། ར་ནི་ག་ལ་འཕྲོད་ཡོད་མ་རེད་ནི་ཁུ་ཐུག་མ་རེད། ར་ཡ། ཟས་བཟང་མཚམས་བསམ། ཁོང་ཁྲོ་ཁ་ཆ་ཅིག་ནི་ཅིག་སང་ཡིན་ན། ནི་འགག་སྐྱབས་ཕེབས། ག་ང་འཕྲད་ཡོད་དོ། ཟས་བཟང། འདི་མཚམས་བསམ་འདི་ར་བོ་ཆེ་རེད་ཨེ་ན་ཁ་ལས་ཁ་ལས་ཀྱིས་བཟོས་པ་ཅིག་ཁོམ། ཁ་ལས་ཁ་ལས་ཁོང་ཁྲོ་གི་ནི་མིག་བསམ་བ་ཅིག་ཐང་ཡིན་ན། ད་ག་ལེར་ག་ལེར་སེམས་འདི་རྒྱུག་ཡོང་སྲིད་གི་རེད་བ་དྲང་མོ་བཤད་ན་ད་སྔོན་མ་ཡིན་ན་དུས་ཚོད་ཕྱིས་སྔགས་སུ་གོ་ནོ་ཅི་ས་ན་འདི་བློ་ཁ་ཤས་ཀྱིས་འཇལ་ལ་གསོལ་བ་ཅིག་བསྒོམ། དེ་ནས་ད་ཁོང་ཁྲོ་གི་ནི་མིག་ཡངས་སུ་ཡངས་སམ་ཞིག་བཏང་ན་ད་ཕལ་ཆེར་བློ་ཁ་ཤས་ཀྱིས་འཇལ་ལ་ཏན་ཏན་ཅིག་ཁོང་ཁྲོ་ལ་མྱུར་བ་གསོད་ཐུབ་ར་སྔོན་མ་དུས་ཚོད་ཕྱིས་ཕྱིས་སྔགས་སུ་ཡིན་ན་འཇལ་མ་བློ་ཁ་ཤས་ཀྱིས་འཇལ་ལ་དུས་ཚོད་ཕྱིས་ཁ་རེད་ཡང་བློ་ཁ་ཤས་ཀྱིས་འཇལ་ལ

ཉོན་མོངས་ཀུན་དུ་པདྨའི་ཡོད་ཚད་ཐུགས་རེ། པདྨ་ནུས་ནས་ཁྱོད་ནི་ཀུན་དུ་མ་ཚང་བའི་བདུད་ཅིག་སླེབས་ཐུགས་རེ། འདི་བསམ་མི་ཡག་པོ་ཞིག་བཏང་དགོས་རེད་ད། འདི་ཡོང་སྲིད་གི་རེད། ཡོང་སྲིད་གི་རེད་ཁྱོད་མི་ཚེ་ག་རེད་ཟེར་ན། ཁོང་ཁྲོ་དང་ད་ཉོན་མོངས་ག་རེ་ཡིན་ན་མིན་ན། ད་ཁོ་བརྒྱུད་དང་རྒྱན་ལ་བལྟས་ན་འབྱུང་ངོ་རེད་བ།

ལམ་སང་སེམས་འཁྲུལ་འགྲོ་བའི་དེ་ཁྱིམ་སེ་དེ། དེ་མི་དེ་རེད་མ་རེད་མི་དེ་གཅིག་པ་མ་རེད་མི་དེ་ཁྱེད་ཀྱི་རེད་བ་ཁྱེད་གཅིག་རེད་གོང་དུ་སང་ཡོད་ཚོ་སོ་སོ་ར་ར་ཡ། བྱས་ཙང་ཁོ་རྒྱུད་དང་རྒྱན་ལ་ལྟོས་ནས་རྒྱུ་ངོ་རེད་བ། བྱས་ཙང་རྒྱུད་དང་རྒྱན་གཅིག་བསམ་བློ་ཡག་པོ་གཅིག་བཏང་ཡོད་ན་ཁོ་ཡང་རྒྱུད་གྲུབ་བོ་ར། དཔེར་ན་དཀོན་མཆོག་གིས་ནི་མིག་ཡངས་ཡངས་བསམ་གཅིག་བཏང་ན་ད་ཁོང་ཁྲོ་གི། བདག་རང་ཁོ་ན་ན་ཤིང་གཅིག་སྒྲོག་བཞག་ན་ནོག་ཁྲ་ཡོང་གི་རེད། ངའི་སེམས་འཁྲུག་འགྲོ་གི་རེད། མི་སྐྱིད་པོ་ཡོང་གི་རེད། མི་གཞན་མི་གཞན་པ་ལ་བདག་མི་འདྲ་འདི་ལབ་གི་རེད། རྗེས་མ། འདི་ན་བེད་ཚ་བསམ་བསམ་དེ་ཡོད་རེད། བེད་ཁ་ངས་ཁྲལ་གི་རེད། ར། བྱས་ཙང། འདི་ཁ་ངས་ཁྲལ་གི་རེད། ར། བྱས་དེ་ཡང་ཡང་བསམ་མ་ཐག་ན་ད་ཁོང་དོན་སྣོད་ནས་དྲངས་ནས་ཉུང་དྲག་འགུལ་གི་རེད་བྱམས་ཆེ། ར། དེ་ནས་བཟོད་པ་སྒོམ་ཡག་གི་བན་ཡོན་གསོལ་བ་ཅིག་སྐོམ་ན་སེམས་ལོས་ལོས་ཤིག། ང་ཚོ་སེམས་ལུས་ལ་དགོས་དགོས་ར་ད། སེམས་ཀྱི་ཞི་བདེ་དགོས་དགོས་ར་ད། དཔེར་ན་དེ་བཟོད་པ་གྱི་ཡག་པོ་ཞིག་དགོས་མེད་ན། སེམས་ལུས་ལུས་ཅིག་སྐད་ཅིག་དཀའ་ཐུག་དཀའ་ཐུག་བཤད་ཐུབ་ར་ད། དཔེར་ན་མི་གཅིག་མ་རབས་གཅིག་བརྗེད་ཡིན་ན་དཀའ་ཐུག་བཤད་ཐུབ་ར་ཡིན་ན་ནང་ལུས་གོང་དུ་མེད་པའི་ཆད་བཤད་ཐུབ་ར་ཨོ་དེ་ནས་བུ་གུ་བསམ་བསམ་ལ་བུ་གུ་ཡག་པོ་མ་བརྗེད་ན་ཧོབ་ཁ་ན་ཅིག་བསླབ་དགོས་དགོས་ར་ཧེ་ཧེ་བསླབ་དགོས་དགོས་ར་བཟོད་བསམ་བསླབ་དགོས་དགོས་རེད་དེ་གོང་དུ་ས་ན་ཁྱོད་ནི་དཔེ་མ་རེད། སོ་སོ་སེམས་འཁྲུལ་དེ་ནས་ཧོབས་ཁ་ན་གཅིག་རྗེས་ཨ་ཁ་འདི་འདི་ཡག་པོ་རེད་མ་སོང་བསམ་མོ་ར་རྗེས་མ་བྱས་ཙང་ཁོང་ཁྲོ་གི་ནི་མིག་ཡངས་སུ་ཡང་བསམ་མ་བཏང་ན་གསོད་པ་གི་དཔལ་ཡོན་ཡངས་སུ་ཡང་བསམ་མ་བཏང་ན་ག་ལེ་ག་ལེ་སེམས་ནི་རྒྱུ་དྲུག་ར་རྒྱུ་དྲུག་ར་རྒྱུ་དྲུག་ར་བྱས་ཙང་འདི་ཁྱིམ་སེམས་གཅིག་རེད་ཉོན་མོངས་དང་དཔེར་ན་ཁོང་ཁྲོ་མེད་པའི་ཟུ་དུག་རེད་ཀོ་ཁྱུ་དང་ཁྱེད་ལ་ཐད་ནས་འབྱུང་ཡིན་ཙང་བསམ་མོ་ཡག་པོ་གཅིག་བཏང་ན་ཁོ་མེད་པའི་ཟུ་དུག་ར། ཨ་ནི་མི་ཡོད་རེད་ངས་ངོས་ཤེས་མེད་མང་པོ་ཡོད་རེད་ང་ངས་ཧོ་ལ་ནང་ལ་ངོས་ཤེས་མེད་ཅི་ཡོད་རེད་ང་ཚོ་དགུ་བཅུ་གོ་གསུམ་ནང་དགུ་བཅུ་གསུམ་གྱི་དང་པོ་ཞུས་པ་རེད་ང་གོ་བསད་རེད་ཁྱེད་ཀྱི་མི་ཁྱེད་རེད་ཀྲོ་རེད་ཀྲོ་ཧོར་སློབ་གྲྭ་འགྲོ་མཁན་ཁྱེད་རེད་རེད་པ་ཡིན་ན་ཡང་ཚན་རིག་ཏིས་ཏིས་སྦྱངས་མྱོང་དེ་ནས་གསུམ་གྱི་དང་པོ་ཞུས་དུས་ལམ་སང་དེ་ནི་ངོས་ནས་ཡ་མཚན་རེད་བསམས་སོང་གང་ཡིན་ཟེར་ན་ནང་དགུ་བཅུ་ནང་ལ་ཁྱིམ་གཞི་ལ་བལྟས་ནས་ཅིག་བསླབས་པ་རེད་མ་གཏོགས་འདིས་གསུངས་པ་རེད་འདིས་གསུངས་པ་རེད་འདིས་ཁས་ལེན་དགོས་ཀྱི་རེད་ཁས་ལེན་དགོས་ཀྱི་རེད་གལ་ཆེན་མ་རེད། ང་ཚོ་བརྟག་དཔྱད་བྱས་བརྟག་དཔྱད་བྱས་བརྟག་དཔྱད་བྱས་དེ་ནས་བརྟག་དཔྱད་རྗེས་ནས་ཁས་ལེན་གྱི་རེད་མ་གཏོགས་བརྟག་དཔྱད་མ་བྱས་ནས་ཁས་ལེན་ཁྱོན་ནས་ཡོད་མ་རེད། ཟེར་ན་འདི་ངའི་རྣ་ལོག་ཤོར་འགྲོ་སྲིད། དེ་ངོས་ནས་ཕྲན་ནས་དཔེ་རེ་ངོ་མ་བསམ་མོ་ད་ཁྱོད་ཚོ་ཐེ་བོ་མང་པོ་ཡོད་རོགས་ད་མི་ཚིག་གི་དོན་དག་ག་རེ་རེད་རོགས་ཡ། མི་ཚིག་གི་གནས་འབོ་ག་རེ་རེད་བསམ་མོ་མང་པོ་བཏང་གི་ཡོད་རོགས། བྱས་ཙང་འདི་ནང་པོ་ཆོས་དཔེ་ཏན་ཏན་ཅིག་ཡོད་ས་རེད་བསམ་བྱས། བྱས་ཙང་ནང་པའི་ཆོས་སྤྱི་བོ་ཁྱིམ་སེམས་ལ་བརྟེན་ནས་འབྱུང་བ་རེད་དེ་སྐབས་སུ་ལ་ངོ་ཤེས་པ་ཅི་ཡོད་རེད་ཁོ་ངོ་མ་རླུང་ཚ་བོ་ཤོར་བ་རེད་ས་ཁོ་རང་ལབ་འདུག་ཁོ་མོ་ཏོ་ནང་ལ་བཏང་བྱས་ནས traffic jam ཡོད་རོ་ཧོ་ལན་མོ་ཏོ་ལམ་ཀ་འདྲ་ཡག་པོ་ཡོད་རེད་དེ་ཀུན་དགའ་སྐབས་སུ་ལ་ནམ་ཞིག་སྡུག་ཤ་ཅིག་ཆག་བྱས་དེ་ནས་ལམ་ཀ་ཅན་དཀའ་འགྲོ་གི་རོ་དེ་ནས་མི་དེ་སློབ་ས་ཁ་ལ་ཅིག་ཡོང་གི་རེད་དེ་ནས་སོ་སོ་བཏང་བྱས་དེ་ནས་པ་ན་ཡིག་ཚང་ནང་ལ་ལས་ཀ་མང་པོ་བྱས་བྱས་ནས་གང་བྲལ་གི་རོ་དེ་ནས་དེ་སྒང་ལ་ཡང་ལམ་སང་འགྲོ་མི་ཐུབ། དེ་ནས་ཁོ་སྔོན་མ་སླ་བོ་འདུག་སྔོན་མ་ཞུ་ལང་ལང་ཡོད་ས། སྐད་སྐྱ་བོ་ཡོད་ས། ཁོ་རང་གི་མདུན་ལ་མོ་ཏོ་གཅིག་ཡོད་རེད། དེའི་ནང་ལ་མོ་ཏོ་བཏང་མཁན་གཅིག་ཡོད་རེད། རྒྱལ་ཀོང་ལྕགས་ཟམ་འཁྱགས་ཤ་རེད། ཁོ་ཚ་ལོག་ཐང་གི་རེད། ད་ལུང་ཕྲན་དང་བཤད་ཐང་ལོ་ལོ་ལོ་ནས་འདེགས་རེད། ཁོ་རང་འདི་རྒྱབ་ལོག་ལུང་ལ་འདེགས་རོགས། ད་སུ་ཕན་ག་རེ་ཕན་དགོས་རེད། ཁོ་དང་པོ་ཧག་ཡོད་མ་རེད། ཁྱོད་ནི་ཧག་ཡོད་མ་རེད།

སོ་སོའི་སེམས་ཀྱི་གང་འདྲ་ཐག་ཡོད་མེད། དེ་ཚོ་གཞན་མི་མང་ཚོ་སོ་སོ་གང་ག་ཚོའི་དྲ་ཡག་རེད། གང་ཡག་ཟེར་ན་སོ་སོ་གོམས་ལ་བསམ་ཡོད་ན། ཁོ་གི་མདུན་ལ་དེ་དེ་མི་དེ་ཁྱོད་ལ་དཔེ་ངེས་མི་འདུག་ཨ། ཁོ་རང་གིས་ནོར་གི་རེད་མ་གཏོགས་གཞན་སུ་ལ་དཔེ་ངེས་མི་འདུག་ཨ། བྱས་ཙང་དེ་ཏན་ཏན་གྱི་ཡོད་རེད། ཁྱེད་རང་ཁོ་ལོ་ག་ཤས་ཀྱི་རྗེས་ལ་ཁོ་ལོ་ཉི་ཤུ་ཀ་ས་ལོ་བཅུ་བཅོ་ལྔ་ས་རྗེས་ལ་དཔེ་ཡག་པོ་ཆགས་སོང་ས། བྱས་ཙང་བསམ་བློ་ཅིག་བཏང་ན། སེམས། རྒྱུད་དུ་འགྲོ། ཞེ་སྡང་འདི་ཁྱིམ་སེ་གཅིག་རེད། ཁྱིམ་སེ་གཉིས་ནས་ཉོན་མོངས་བསལ་བ་འདི། ཁོ། སེམས་ཀྱི་རང་བཞིན་ནང་ལ་ཡོད་མ་རེད། དེས་ན་སྔར་སེ། ད། སྔར་སེ་ཡུལ་གྱི་ནང་ན་ཨོ་བྷུ་ཀཱས་མང་པོ་ཡོད་ར། ཕྲིན་པ་མང་པོ་ཡོད་ར། ཡིན་ཡང། ཕྲིན་པ་གང་ལ་འདི། རྣམས་མངོན་པོ་ར། མངོན་པ་འདི་མེད་པའི་ཚུལ་དུ་མ་རེད་ཕྲིན་པ་འདི། མེ་བསྲེགས་གཏུམ་མོ་དང། ཅེས་སོགས་བཀོད་ན་ནམ་ཆུ་གཅིག་ཕག་གཅིག་བྱོན་ན། འདིའི་ངོ་བོ་འདི་ནམ་མཁའ་ལྟར་ན་འདི་ཡོད་རེད་བ། འདི་ཡོད་རེད་བ་ཞེས་གསང་སྔགས་ཚེ་སེམས་ཀྱི་རང་བཞིན་ཡོད་རེད་བ། སེམས་ཀྱི་རང་བཞིན་གསལ་བ་འདི་སེམས་ཀྱི་རང་བཞིན་འོད་གསལ་བ་གསལ་བའི་གཅིག་ཡོད་རེད། ཡོད་རེད་བ། སེམས་ཀྱི་གཞི་དེ་ཡོད་རེད་བ་དཔེར་ན་མི་གཅིག་དང་རི་སྒང་ལ་མི་བདེ་མཁན་མང་པོ་ཡོད་རེད་འདི་ནང་པ་གཅིག་པ་མ་རེད་ཧིན་དུ་གི་ཆོས་ལུགས་མང་པོ་རི་སྒང་ལ་བདེ་མཁན་ཡོད་རེད་བ། ད་ཁོང་ཚོས་སེམས་ཀྱི་སེམས་གྲང་མོ་གྲང་མོ་གཅིག་དངོས་དུ་གྱུར།

གནས་སྐབས་ང་ཚོའི་སེམས་ཀྱི་གཤིས་དེ་གནས་སྐབས་ཡོང་གི་མི་འདུག་གང་ཡིན་ཟེར་ན་གནས་སྐབས་འདིའི་ཉོན་མོངས་འདི་ཤུགས་ཆེན་པོ་རེད། བྱས་ཙང་འདིའི་སྐྱོན་ཟེར་ལ་བརྟེན་ནས་ཉོན་མོངས་འདི་སེམས་ཀྱི་རང་བཞིན་ནང་དུ་བསྡད་ཀྱི་ཡོད་མ་རེད་ཟེར་ཡོད། རོལ་ཡ། ཁོ་གནས་སྐབས་རེད་ཁྱོད་དང་ཁྱེད་ལ་འཕྲད་ནས་འབྱུང་ངེས་རེད་གནས་སྐབས་ཅིག་འབྱུང་ངེས་རེད། བྱས་ཙང་འདིའི་སྐྱོན་ཟེར་གཉིས་ནས་ཉོན་མོངས་འདི་མེད་པའི་ཚུལ་དུ་རེད། གང་ཡིན་ཟེར་ན་དྲན་པ་མེད་ན།

ཉོན་མོངས་འདི་ཆགས་སམ། ངོ་བོ་ངལ་གསོ་དང་མི་མཐུན་པ་རེད། དཔེར་ན་སྔ་སོར་ཀུན་སློང་གཅིག་བསགས་ཡོད་ན། འོ་འདི་མི་དཔལ་གདུལ་བྱ་རེད་ཤག། དཔེར་ན་མི་གཅིག་དཔལ་དཔེར་ན་ཡག་པོ་ཞིག་བཏགས་ཡོད་ན་མི་གཅིག་དཔལ་གྱི་ཡོན་ཏན་བརྒྱ་ཆ་དགུ་བཅུ་ཡོད་ན། སྐྱོན་བརྒྱ་ཆ་བཅུ། Positive Opinion ཡོད་ན། བརྒྱ་ཆ་བཅུ་ཡོན་བརྒྱ་ཆ་བཅུ་སྐྱོན་བརྒྱ་ཆ་དགུ་བཅུ་ཡོན་ཏན་བྱས་ཀྱང་ཁོང་དུ་བསགས་ཡོད་དུས་འདི་དོན་མ་རེད། ཁོང་ལ་སངས་ཡོད་དུ། བརྒྱ་ཆ་དགུ་བཅུ་གོ་དགུ་སྐྱོན་ཡོད་རེད། ར་ཡ། དེ་ནི་བརྒྱ་ཆ་གཅིག་ཁྱེད་རང་ཡོན་དུ་བཏོན་ཡིན་ན་མིན་ན་གང་ཡིན། ར་ཡ། ཁོང་ལ་ཡག་པོ་གཅིག་སངས་ཡིན་ན། ཨོ་འདི་མི་འདི་པད་བདུག་བྱ་བདུག་བྱ་རེད་བདུག་བྱ་རེད། སོ་སོ་སེམས་ནང་ལ་ཤག་ཡོད་རེད་མི་འདི་གལ་ཆེན་མ་ར་སོ་སོ་སེམས་ནང་ལ། བསམ་བློ་བཏང་བསྡད་ཡོད་རེད་བ། དེ་འདྲ་ངས་བསྟན་ད་ཡོད་རེད་ཡང་ཁྱེད་རང་གྲོགས་པོ་གཅིག་གཅིག་གཅིག་ལས་ན་ཨ་ད་ཨ་ཁ་འདི་དུས་མ་བྱེད་མ་བྱེད་ད་མ་བྱེད་ད་ཁོ་འདི་ན་ཤེས་ཡོད་རེད་མ་འདུག་ཁོ་དངོས་གནས་དྲང་ནས་ཁོ་ཡོད་འདོད་ཡོད་རེད་ཁོ་མི་ཡག་པོ་རེད་ཁོ་འདི་བྱེད་ཀྱི་འདི་བྱེད་ཀྱི་འདི་བྱེད་ཀྱི་ཁྱེད་རང་ཁ་ལབ་རེད་ས་མ་རེད་མ་རེད་འདི་མ་རེད་ར་ལམ་སང་ལབ་ར་འདི་སོ་སོ་ཡིད་ཆེས་བྱེད་ཀྱི་མ་ར་ཁ་ཟིག་ང་གནམ་ལོ་ཀོང་ནས་ས་ཚགས་ར་དེ་ནས་ཁྱོད་རྐྱང་རྐྱང་མཐོང་གི་རེད་ཡོད་འདོད་མཐོང་གི་ཡོད་མ་རེད་བྱས་ཙང་འདི་ཁྱོད་ཚོས་གསུངས་པ་རེད་ཁ་ཟིག་ང་ཉོན་མོངས་འདི་དངོས་པོ་ངེས་ཚོད་མ་རེད། ཁོ། ཁོ་བདེན་པ་མ་རེད། ཉོན་མོངས་འདི་རྫུན་མ་འདྲ་བོ་ཟེར་བ། གཅིག་པ་རེད་ཁྱེད་རང་རི་ལུ་གཅིག་འགྲོ་ཡོད་ན། རི་ལུ་གཅིག་མིས་ཁྱེད་རང་རོགས་པོ་མཉམ་དུ་རི་ལུ་གཅིག་འགྲོ་ཡོད་ན། མཚམས་མཚམས་ལ་རི་ལུ་ཤན་པ་གཅིག་འགྲོ་བསྡད་ཀྱི་ཡོད་རེད་པ། དེ་སྔའི་ཐང་འདི་འདི་གཙོ་བོ་ག་ལ་སླེབས་རེད་ཟེར་ན་ཨོ་ང་ཚོ་འགྲོ་གི་ཡིན། གཙོ་བོ་གཅིག་སླེབས་ཀྱི་འདུག་བ་མཚམས་མཚམས། དེ་ནས་བར་གྱི Platform ཡོད་རེད་བ། Platform གྱི་འབབ་ས་གཅིག་བཏང་ཡོད་དུས། ང་ཚོ། འགྲོ་བའི་རེ་མི་འདུག། རེ་ལོ་ཤ་མི་བདེ་རེ་ཤ། འདི་ཧ་གོ་ས་ནས་ཁྱེད་རང་འཕྲོག་པོ་ཨ་ང་ཚོ་འགྲོ་དགོས་རེད་བ། ཁྱེད་ཀྱི་དྲིས་ལུས་མ་རེད་མ་རེད་ལབ་རོགས། གང་ཟེར་ང་དངོས་པོ་ངེད་ཚོ་སྟོང་ཚར་རེད། ཟེར་སའང་འདི་ནང་བཞིན་ང་ཚོ་ཁོང་འགྲོ་གི། ཁྱོད་ཁྱམས་ཡང་ལྟ་གི་ཡོད་རེད་བ། འདི་ཧ་གོ་ཡོད་ན། དེ་ནས། བདག་གིར་བདག་གོང་འགྲོ་འདི། བདེན་པ་མ་རེད། ཁོ་རྫུན་མ་འདྲ་བ་རེད་ཤག། བྱས་ཙང་བདེན་པ་མ་ཡིན་ན། རྫུན་པ་ཡིན་ན། རྫུན་པ་མེད་པའི་ཚུལ་དུ་ར་བདེན་པ་བདེན་པ་ར་སྟོབས་ཡོད་ར་ནམ་རྒྱུན་ཧག་ཡོད་ན་དེ་ནས་འདིའི་ཁྱིམ་སུ་གསུམ་པ་རེད་ད་ང་ཚ་སྨྱོན་མ་འདི་མེད་པའི་ཚུལ་དུ་རེད། སྨྱོན་མ་འདི་མེད་པའི་ཚུལ་དུ་རེད་ཟེར་ན་ཁོ་ཁྱོད་དང་ཁྱེད་ལ་བལྟས་ན་འཇུག་ངེས་རེད། ཁོ་སེམས་ཀྱི་རང་བཞིན་ནང་ལ་ཡོད་མ་རེད། དེ་ནས་ཁོ་བདེན་པ་རེད་བདེན་པ་རེད་མི་འདུག་བྱས་ཙང་གོང་འགྲོ་ག་ལས་ག་ལས་གསོད་པ་ཅིག་ཁོ་མིན་ན་གོང་འགྲོ་མེད་པའི་ཚུལ་དུ་རེད། དེ་ནས་རྗེས་མ་ཁོང་ཁྲོ་གྱི་རྒྱུ་ཚོར་བ་དེ་ད་ཁོང་ཁྲོ་དང་ད་འདོད་ཆགས་དང་ད་ཉོན་མོངས་ཆགས་སྡང་ཡོད་པ་རྒྱུ་ཚོར་བ་དེ་མ་རིག་པ་རོ། མ་རིག་པ། མ་རིག་པ་བསལ་བ་དེ་ང་ཚོས་སྔགས་གཟིགས་མི་བྱེད་བསལ་བའི་ཕྱིར་རོ། སྔགས་སྔགས་བསལ་བའི་ཕྱིར་རོ། དཔེར་ན། འདི་འདི་གསལ་པོ་ཞིག་རེད། གང་ཡིན་ཟེར་ན་སྔགས་ཁྱེད་རང་ཚོ་སྔགས་ཁྱེད་རང་ཚོ་གཅིག་ཨང་གཅིག་དྲངས་ན་གཅིག་གཉིས་གསུམ།

སྔགས་སེལ་བྱ་བ་བདག་འཛིན་སེལ་བའི་ཁྱེད་ཀྱི་སྔགས་སེལ་བ་དེ་མ་རིག་པ་སེལ་བ་དེ་སྨྱོས་ན་ཐང་ན་དེ་ཉོན་མོངས་ཀྱི་ཁྱེད་ཡ་གྱི་ཁྱེད་འཚོལ་བ་རེད། ཁོ་རང་གཅིག་མེད་པའི་སྲོལ་ཡོད་ན། དེ་ཉོན་མོངས་ཆ་ཚང་མེད་པའི་སྲོལ་དུ་རེད་ད། དེ་སྨྱོས་ན་ཐན་ཐུན་རེད། དཔེར་ན་གཅིག་འདོད་ཆགས་སུ་ཤམ་གྱི་ཁྱེད་ན་ང་འདི་དགོས་རེད་ན་ང་འདི་དགོས་རེད་ན་འདི་དགོས་རེད་ང་འདི་བརྗེ་དགོས་རེད་ན་འདི་བརྗེ་དགོས་རེད། དེ་སྔགས་སྔགས་སེལ་བའི་ཁྱེད་བ། འོ་དེ་སྔགས་དེ་ཡོད་ན་མེད་ན་ཐག་ཆོད་རེད། འདི་ནི་འཁོར་ལོ་ལ་ཤ་ཡི་ནང་བཞིན། ཡོད་མ་རེད། ངོས་ནས་ཡག་པོ་བྱས་ཚར་མ་ཐག་ན། བྱས་ཙང་འདི་སྨྲས་པའི་ཚུལ་དུ་ཡིན་ན། དེ་ནས་ཉོན་མོངས་བྱ་བཟའ་སྨྲས་པའི་ཚུལ་དུ་བལྟ། ཁོ་ཚ་བ་ཡོད་པ། ཚ་བ་སྨྲས་པའི་ཚུལ་ན་བྱ་བཟའ་སྨྲས་པའི་ཚུལ་དུ་བྱས་ཙང་འདིའི་རྗེས་ལ། ཐར་པ་དང། ལྗང་འཇུག་གི་སེམས་ཀྱི་རྒྱུད་ལ་མཁས་ནས། སངས་རྒྱས་ཀྱི་ཞིང་སྐྱེ་ཐུབ་ཀྱི་རེད། ར་ད་སངས་རྒྱས་ཐོབ་ཐུབ་ཀྱི་རེད་ཟེར་ན་འདི་ཐོབ་ཐུབ་ཀྱི་རེད། བྱས་ཙང་སངས་རྒྱས་ཀྱི་གོ་འཕང་དང་ཏར་པ་ཀྱི་གོ་འཕང་དང་འདི་ས་ཆ་མི་ས་མར་བ་ཀོ་སེམས་ཀྱི་ཡོན་ཏན་རེད་སེམས་ཀྱི་ཡོན་ཏན་ག་རེད་ཟེར་ན་ཉོན་མོངས་དང་བྲལ་བ་ཉོན་མོངས་མེད་པ་ར་ཉོན་མོངས་ཉོན་མོངས་ཀ་ཚ་བའི་སེམས་ཀྱི་ཡོན་ཏན་ཡོད་རེད་འོ་འདི་སེམས་ཀྱི་ཡོན་ཏན་འདི་ཐོབ་ཐུབ་ཀྱི་རེད།

ཡིན་ཡང་བསམ་བློ་ཡག་པོ་ཞིག་བཏང་ན་འདོན་པ་འདོན་ད་ག་རེ་རེད། དེ་ནས་ཁྱུ་ལུང་ཡག་པོ་ཅིག་སྐྱེས། དེ་ནས་དད་པ་དད་པ་ཅིག་ཅིག་ཅིག་ཡོད་ན། དེ་ནས་མི་ནི་ཕྲ་ན་ཁེབས་སམ་མིག་ས་ཡོད་རན། དེ་རིང་སྐྱེས་པ་ཆེན། དུས་ཆེན་སྐྱེས་པ་ཆེན་ལ་བབ་དུས་ཆེན་རེད་བ་བྱས་ཙང། གཞན་ལ་མི་འདྲ་བ་ཅིག་རེད་དེ་རིང། ག་ཚོད་བསོད་ནམས་བསགས་ཡས་ན། དེ་ཁོང་ནི་ཁོང་ནི་དཔལ་འབྲོག་གུར་བ་དེ་རིང་མི་ནི་ཕྲ་ན་དཔལ། མིག་ས་སྐྱེས་པ་ཆེན་ཞེས་བྱས་ཙང། ང་ཚོས་འདོན་པ་ག་ཞེ་ཅིག་འདོན་ན། ཡིན་ཡང་ད་བསམ་བློ་ཡག་པོ་ཅིག་ཡང་འདི་དང་མཉམ་དུ་བསམ་བློ་ཡག་པོ་ཞིག་བཏང་ན་དཔེར་ན་བཅོམ་ལྡན་འདས་ཁ་དོན་ཆེན་པོ་ཤོད་ཀྱི་རེད་ར་ཕྲ་མོ་བྱས་ན། བཅོམ་ལྡན་འདས་སྔོན་མ་ཆོས་ཀྱི་འཁོར་ལོ་སྐོར་འདི་ལ་བལྟས་ན་ངག་ཟེར། ད་སེམས་ཀྱི་གནས་སྟངས་གོ་ཚུགས་ཡོད་རེད་བ། འདི་ལ་བལྟས་ན་ད་བོད་པ་རིག་བྱུང་ཟེར་ན་བོད་པ་རིག་བྱུང་ཟེར་ན་ད་སྡུག་ལོག་གྱོན་སྟངས་སྐྱིད་པོ་མ་ར་ར་ཡ།

དེ་སྔོན་ན་དྲག་ན་བོད་པ་ཁ་ཁྲམ་ལ་ཁྲེལ་ན་མ་གཏོགས་ཤེས། ནམ་ལྷ་ནམ་ལྷ་འདི་གི་ཆོས་རྒྱུན། ཤེས་བླ་ཚ་རེད་དམ་མིན་ན་རེད་གྱ་ནང་ལ་ལྷ་ཚ་རེད་ཁྱེད་རང་ཚོ་ཁྱེད་འགེར་བ་གྱ་ནང་ལྷག་ཚ་རེད་ལུང་པ་ཤན་པ་ནང་ལ་ཏི་ནང་པོ་ཆོས་ཏིས་ཏིས་ཡོད་རེད་དེ། རྡོ་དང་གསང་སྔགས་ཀྱི་ཡོངས་སུ་ཆོས་ཡོངས་སུ་ཁྱ་སང་ཡོངས་སོགས་ལ། དག་པོ་རེད་ད་བཀྲ་མོ་ཤེས་ན་དགའ་བོ་རེད་ད་སོག་ཡུལ་དུ་ཏིས་ཏིས་ཡོད་པ་རེད་དེ་མ་གཏོགས་གཞན་ཧི་མ་ལ་ཡའི་རི་ཀོན་ཡོད་རེད་པ་ཨནྡྲུ་ཤཱམ་པ་ཏེས་ལྟ་བུ་དང་ཏིས་ཏིས་ཡོད་པ་རེད་མ་གཏོགས་གཞན་བོད་ཡིག་མེད་ན་ཚར་རེད་ད་དངོས་གནས་ཚར་རེད་ཟས་བཟང་འདི་དངོས་གནས་ཁྲག་ནས་སོ་སོ་རིག་གཞུང་རེད་བཀྲ་མོ་ཤེས་ན་སོ་སོ་རིག་གཞུང་རེད་ཆོས་གཞུང་འདི་ད་ལྟ་བར་དུ་དངོས་གནས་བོད་པ་ཁ་བྲལ་ལ་ཐེ་ནས།

ད། ཡེ་ཤེས་རྣོན་པོ་ལ་བརླག་པ་འདི་འདྲ་རེད། དེ་ནས། ད། སྤོང་སྤང་ས་ཡ་ག་ཚོད་ན། ད་ས་ཡ་ག་ཚོད་ན་ཅེས་ན། བད་ཤ་ངུས་ལ་ཅེས་ན་བད་ངན་མི་འདོགས་གྲང་མོ་ཅེས་ན། ཡིན་ན་ཡང་ནང་པ་ཆོས་ཀྱི། ཡེ་ཤེས་ཀྱི་ནོར་བུར་གསལ་བ་ཡོད་བ། ད་ད་རེས་བཀོད་ན། ཡེ་ཤེས་ཀྱི་སྣོན་པ་སྨོན་ལམ་གྱིས་བསྐྱལ་ན་འབྱུང་གི་རེད་གསལ་བ་ཅི་ཡོད་བ། དེ་ནང་བཞིན་ད་ཁྱེད་རང། སྤང་ས་ཡ་ཡོད་ན། ས་ཡ་ག་ཚོད་ཡོད་ན་མིན་ན། སེམས་སྐྱིད་པོ་བཟོ་ཐུབ་མ་ར། ར་ཡ་གྲང་མོ་ཅེས་ན། ག་དག་ཡོད་ན་ད་ཉུག་དཀའ་ཚེགས་མང་བས་ན་སེམས་ད་སྐྱིད་པོ་བཟོ་ཐུབ་མ་རེད་དེ་སེམས་སྐྱིད་པོ་བཟོ་རྒྱུ་སོ་སོ་རེད་ར་ཡ་སོ་སོ་རེད་ཡིན་མ་ཟད་ངའི་སེམས་ཀྱི་གཏམ་བཤད་ལ་འདི་ན་ཞིང་ད་སངས་ཡིག་གི་གོ་ཕམ་ཁྲིད་ཡ་དང་ཤངས་ཡིག་གོ་ཕམ་སྐྱེལ་ཡ་ལ་སྐར་པ་འགྲོ་ཡ་གི་ཏན་ཏན་ཞིག་ནང་པའི་ཆོས་པད་དེ་ན་ལམ་དུ་ཆོས་སྐྱོན་ཡོངས་རྫོགས་ཆགས་ས་ཡོད་རྟ་འདི་ངོས་ནས་ཕྲག་ནས་སོ་སོ་སྐྱེ་བོ་བཟང་པོ་རེད་འགྱངས་ཟིན་ཡང་བསམ་དང་དགོས་གི་རེད

འདི་སློབ་སྦྱོང་རྗེས་ཀྱི་ཡིན་གཅིག་བསམ་བཏང་ན། དེ་ནས་མི་ལ་ཕན་གྱི་རེད་ད། ནང་པ་གཅིག་ནང་པ་ང་ནང་པ་ཡིན་ཟེར་ན། འདི་གཅིག་པུ་ཕན་ཡོད་ན་མིན་ན། ར་ཡ་བོད་པའི་སྡུག་ལོ་གཅིག་ཁྱོད་ན། སེམས་ལ་བྱས་ན་ཕན་གྱི་མིན་ད། ར་ཡ་དྲང་མོ་ཤེས་ན། སེམས་ག་རེ་ཕན་གྱི་རེད་ཟེར་ན་ནང་པ་ཆུའི་སློབ་སྦྱོང་གཅིག་བྱས། སློབ་སྦྱོང་འདི་བསམ་བློ་ཞིག་བཏང། དེ་ནས་ཏན་ཏན་གཅིག།

ཚེ་རབས་ནས་ཚེ་རབས། འདི་ཀན་སུ་ཧ་གོ་རོ། དམག་མི་ཡིས་དམག་དེ་དམག་སྐྱ་ཡིས་དམག་དམག་འགྲོ་རེད། དེ་ནམ་ཡང་གི་དེ Pandemic དམག་དམག་འགྲོ་རེད། ར་ཡ་འཛམ་བུ་གླིང་འདི་ཡག་ཡག་འགྲོ་གི་མ་རེད་དྲང་མོ་བཤད་ན། ཡིན་ན་ད་དག་གི་གོ་སྐབས་ནང་དུ་ཁྱོད་སློབ་སྦྱོང་བརྗེས་དང་ཉམས་ལེན་བརྗེས་ད་དག་མ་བརྗེས་ན་མ་འོངས་པ་དེ་སྐ་ལ་ཁ་བོ་བྱ་ས་རེད་ར་ཡ་བྱས་ཙང་དེ་དག་ངོས་ནས་དྲང་ན་བསམ་བློ་ཡག་པོ་གཅིག་བཏང་ན་ངོས། མཁས་པ་བཟང་པོ་ཤུགས་ཆེ་རེད་དེ་དག་ཁོ་ག་མ་བྱས་ན་རྗེས་མ་ཁ་ལོ་ཁ་བ་ཡིན་ས་རེད་དངོས་ན་རེད་བྱས་ཙང་འདིའི་དངོས་ན་ཁྱེད་རང་ཚོ་འདི་བསམ་བློ་ཞིག་བཏང་རྗེས་ནང་པོ་ཆོས་བོད་ཡིག་ནང་ལ་ཐིས་དྲག་མོ་བཤད་ར་བོད་ཡིག་ཆེ་དྲག་མ་སྦྱང་ན་སྐབས་སྐབས་ཐིས་དྲག་པོ་ར་བོད་ཡིག་དྲག་པོ་ར་ཡིན་ཡང་ཁྱེད་རིགས་ཤན་པ་ནང་ལ་དབྱིན་ཇི་མཁས་ན་ནང་པོ་ཆོས་སྦྱང་ན།

ཡོད་རེད་བ། བྱས་ཙང་འདི། འདི་རེད་བསམ་གཞིག་བཏང་ན་ང་ཚོས་བཅོམ་ལྡན་འདས་ཀྱི་སྐུ་ཞབས་ཅེས་པའི་སྒོ་ནས་ཅིག། རྒྱུན་ཆགས་གསུང་པ་ཅིག་སྟོན་རེད་བ། དེ་ནས་བཅོམ་ལྡན་འདས་ཀྱིས། ད་གསུང་རྗེས་ད་ཁྱོད་ཀྱིས་བསྐོར། བསྐོར་ལ་བསྐོར་ཡ་དེ། ད་ང་ཚོས་ཤེས་རབ་ཕ་རོལ་ཏུ་འབྱིན་པའི་མདོ། ད་གནད་འགག་ཆེན་པོ་ཞུ་ཚིག་གི་ཡོད་རེད་བ། འདི་ན་ཤེས་རབ་སྙིང་པོ་འདི་འདི་ཚབ་ཅིག་སྟོན་ཡིན་ན།

སེམས་ཀྱི་དོན་སྨོན་ལམ་གྱི་དོན། དེ་ནས་དེའི་རྗེས་ལ་དགྲ་སྒྲོལ་མ་ཐིག་ས་ར། དེ་ནས་ཁྱད་པར་རིམ་བཞིན་ཞབས་བརྟན་ཁྱད་བསད་མི་གཡོ་ནི་གཅིག་དོན་ར། ཡ། ཞེ་སྡང་མ་བཟོད་སྐུལ་སློང་ཡག་པོ་བྱེད་ཁྱེད། དེ་ནས་བཅོམ་ལྡན་འདས་ཀྱི་སྐུ་ཞབས་བདལ་བ་ཅིག་བཅོམ་ལྡན་འདས་ལ་བཀའ་དྲིན་ལ་བྲེལ་ནས། མཚུངས་ཀྱི་སྣང་བཅས་ཆོས་ཀྱི་སྐུར་ནོ་འཁོར། འདི་ལ་བྲེལ་ནས་མ་བཟོད་བདག་ལྟ་བ་དུ། ཡ། གསུང་གི་ཕྱག་བཟང།

ང་ཁོང་ཚོའི་སང་ཡིག་ཁོ་པ་ན་ཁྲིག་ཡིན་ཞིག་བསམ་བྱེད་ཨེ་ང་ཁོང་ཚོ་རེ་འུམ་ཟི་ནང་ཞིང་འཇིག་ཡིན་ཞིག་བསམ་བྱེད་ཨེ་རང་གི་དྲུང་ལ་བཅོམ་ལྡན་འདས་བཅོམ་ལྡན་འདས་ཀྱི་ལྟ་སྐོར་ལ་ད་རྒྱ་དང་བོད་ཀྱི་བླ་མ་བརྒྱུད་པ་བླ་མ་བྱ་བཟང་ཡོད་པའི་ཆེད་བསམ་མི་དང་ཡ་བན་གྱི་བཅུ་བདུན་ལ་སོགས་པ་དང་རྒྱ་གི་བན་གྱི་རྒྱུད་པ་བླ་མ་དང་བོད་ཀྱི་རྒྱུད་པ་བླ་མ་ཆ་ཚང་ཡོད་པའི་ཆེད་རིགས་སུ་མ་ཆད་པ་ཆ་ཚང་ཡོད་པའི་ཆེད་འདི་ཡི་གེ་བདུན་དང་ལྷ་ས་དང་བདུན་མི་གཅིག་བདུན་ཡིན་ན།